ཨ་ནི་བུ་མོ་དེ་མོ་རང་ལོ་ཉི་ཤུ་རྩ་གཉིས་རྩ་གསུམ་རེད་ཤག་ཨ་ནི་བུ་དེ་ལོ་ཉི་ཤུ་རྩ་བཞི་རེད་དུ་ར་ཨ་ནི་བུ་དེ་ཁོ་རང་ཡང་ཨ་ནི་ཏི་རི་བྷེ་ནན་ཏཱ་པུ་རམ་ལའི་ཇོ་ཧོན་ཏི་སཱི་ལ་དེ་གི་ཨ་ནི་ཁོ་ཡང་བྷི་ཨེ་སི་ཨིན་རེ་ཏི་ཨོ་ལོ་ཇི་ཡོག་སྦྱང་དེ་ཤག། ད་ཁོ་རང་གཉིས་ཐུ་ཨེ་ཡོག་སྤྱི་ཟླ་ཨ་ནི་བཅུ་བ་གའི་ཉིས་སྟོང་ཉི་ཤུ་རྩ་གཅིག་ནང་ཐུ་ཤག་ར་གཉིས་ཀ་མི་དེ་རྩ་ཁ་ལོག་རེད་ཀོ་ལེ་ཇ་ནང་ལ་མི་དེ་འགྲོ་བའི་སྐབས་ར་གཉིས་ཀ་སྦ་སི་ཅི་ཁི་ཡོད་ཟེར་དོ་ཨ་ཡ། འོ་དེ་འདྲ་བྱེད་དུ་ག་ལི་ག་ལི་གཉིས་ཀ་འཆམ་པོ་ཆགས་ཨན་ག་ལི་ག་ལི་གའུ་བྱས་ཀྱི་འོ་དེ་འདྲ་བྱས་དུ་ར་ཉི་མ་གཅིག་ད་ཁོ་རང་གཉིས་སྒྲུབ་འདི་ད་གའུ་ག་གི story འདི start ཆགས་འོ་རོ་ཡ་འོ་དེ་འདྲ་བྱེད་དུ་ཨ་ཉི་ཉི་མ་གཅིག་ཡ་ཕྱི་ཟླ་བཅུ་བའི་ད་རེས་བཅུ་བཞི་ལ་ཨན་མོ་གི་མི་དེ་ཁོ་ཡ་ནང་ལ་སྐད་བཏང་གི་འདུག་ཡ་ཁ་ཅིག་ནང་ལ་སྐད་བཏང་གི་འདུག་ལ་ན་ནང་ལ་ཨ་མ་དང་ཨ་ཁུ་ཡོད་མ་རེད་ལེགས་འདུག་ཡ་ཨ་ནི་ཁྱོད་རང་ཤི་འོ་ལེགས་འདུག་ཡ་ཨན་ཁོ་ཡ་སླེ་འོ་ལེགས་འདུག་ར་ཨན་དེ་འདྲ་བྱེད་དུ་ཁོ་ཁོ་རང་གི bike འདི་བཏོན་ཨ་ནི་ཁོ་རང་མཉམ་དུ་ལ་གྲོགས་པོ་གཅིག་མཉམ་དུ་ཁྲིད་ནི་ལེགས་འདུག་ར་སྦག་སྦག་བརྒྱབ་ལ་ཡོ།

འོ་འདི་རེད་ཤག་འདི་ང་ཚོ་ནམ་རྒྱུན་དུ་བཏུང་བ་ཡིན་ན་དེ་ཁག་དེའི་བྲོ་བ་རུ་ལིག་དང་འོ་དེ་འདྲ་རེད་ནམ། འོ་དེ་འདྲ་བྱེད་དུ་ལྟ་དེ་བཏུང་ཚད་ཞུ་ལ་ཨ་ནི་ཁོ་རང་གཉིས་ཀྱི་སྐད་ཆ་རོ་ཤེས་ནས་ཨ་ནི་རྗེས་ནི་ཁོ་ཁ་ཅིག་ལབ་ན་ཕ་རང་ཅག་ལོ་དྲུག་དུ་ཡོད། ཞོ་གས་ཆུ་ཚོད་བཅུ་དེ་ཕྱེད་ཀ་ལ་མོ་ནང་སླེར་དུ་ཨ་ནི་བཅུ་བ་ཡོད་ནས་སྐར་མ་ལྔ་བཅུ་ལ་ཨ་ནི་ཁོ་ཕ་རང་ཅག་ལོ་དྲུག་དུ་ཡོད། དེ་འདྲའི་ཕར་ལོག་ཡོད་སྐབས་ལ་ཨ་ནི་གྲོགས་པོ་དེའི་སྐེད་མ་ལ་ཡོད་སྦག་པ་ལྟ་འགུལ་དུ་ཁ་ཅིག་ན་ན་ཡོད་ཁོ་སྐེད་མ་ལ་ཡོད་ཨ་ནི་སྐྱུག་པ་ཞུ་བ་མོ་སྐྱུག་གུ་དུ་ཡོད། ལམ་ཁ་ལམ་ཁ་ལ་ཡ་སེ་ཡ་སེ་འགྲོ་ར་ཨ་ནི་སྐེད་མ་ལ་མི་འདེད་ཁོ་སྐྱུག་པ་པོའི་མོ་སྐྱུག་གུ་དུ་ར་ཡ། དེ་འདྲ་བྱེད་དུས་སྐབས་ལ་ཨ་ནི་ད་གྲོགས་པོ་དེའི་ཀ་ལས་ཧ་བོ་ཆེ་དེ་མི་འདེད་ཨ་ནི་ཁོ་སྐྱོན་ནས་ནང་ལ་འཁྲིད་ནས་ལིག་དུ་ཡོད་ཡ།

ཨ་ནི་དེའི་གཞུག་ལ་ཡོ་ཅི་ད་ཅུ་བའི་གིས་ད་རི་བཅུ་བཞི་ལ་ཡོ་ཡ་ཨ་ནི་ངའི་དགོན་ད་ཆུ་ཚོད་བཅུ་གཅིག་ད་ཆེ་ཁག་ལ་ཡོ་ཨ་ནི་ཁོ་གཟུགས་པོ་ཏིས་ཅི Stable ཏིས་ཆ་ཡི་དུ་ཡོ་དེ་འདྲའི་ཆེ་དུ་གཟུགས་པོ་ཨོ་ཆ་དུ་སྐབས་ལ་ཨ་ནི་ལམ་ཚ་ཅི་ལ་ཁོ་ཚོ་མི་འདེད་ཁོ་རང་ཚོ་དེའི་སྨན་ཁ་དེ་འགྲམ་ལ་ཨ་ནི་ཧ་ད་ཁོ་རང་ཚོ་རྨོ་མོ་ཨོ་ཅི་ནང་དུ་ཨ་ཡ་ཨ་ནི་ཧོ་དེ་རྨོ་མོ་ནང་ཁྲི་ཡི་དུ་ར་ཡ་རྨོ་མོ་ནང་ཁྲི་བའི་སྐབས་ལ་ཨ་ནི་ཁོ་མི་འདེད་ཁ་ནང་ལ་མི་འདེད་ཕྱི་མ་རུ་དཔོན་ངུ་ཟ་གི་ཡོ་ས་ད་ཕྱི་མ་ག་ཚོད་མ་ཡུལ་ན་བའི་ཕྱི་མ་ཟ་དེ་ཞོ་དེ་འདྲའི་ཆེ་དུ་ཁོ་ཚོ་ཉི་མ་སང་ཉིན་དེ་ལ་སྨན་ཁ་ཁྲི་དྲུག་དུ་ཡོ་སྨན་ཁ་ཁྲི་དུ་སྐབས་ལ་ཨ་ནི་ང་ཚོ་གི་ད་ཁྲག Test ཨོ་ད་མང་པོ་བྱས་ཞོ་ར

ཨ་ནི་དེའི་ཤུགས་ལས་མི་འདས་ཁོ་བོ་ཀྱི་སྐེད་གཉིས་ཀྱི་ར་ཡང་ནི་ཧོང་དུ་ཡོད་ལས་ཀ་བྱེད་སྤྲོ་བྱེད་དུ་ཡོད། དེ་འདྲ་བྱེད་དུས་ཨ་ནི་རྒྱུན་ནས་ཁོ་བོ་ཀྱི་ནང་ལོགས Internal Organ དེ་ཚོ་ཚང་མ་ཡོད་ག་ལི་ག་ལི་ཧྥེལ་བྱ་ཡི་འགོ་བཙུགས་འདུག་ར་ཨ་ནི་སྒྲོག་སྤྲོར་གྱིས་མི་འདས་ག་ལེགས་འདུག་ལ་ན་ད་དེ་མི་འདས Food Poisoning འགྲོ་ཡིན་གྱི་རེད་བསམ་གི་འདུག་ཡ་སྒྲོག་སྤྲོ་སེམས་པ་ལ་ཡོད་ཨ་ནི་ཁ་ཅིག་ལ་ན Report ནང་ལ་ཡོད་ག་རེ་གང་ཐོན་གི་མི་འདུག་ཡ་ཨ་ནི་དེའི་ཤུགས་ལས་མི་འདས་ཨ་ནི་ད་ཁོ་སྐེད་གཉིས་དེ་དང་གིས་ལས་ཀ་བྱེད་མི་འདུག་ལ་ས་དེ་འདྲ་བྱེད་དུས་ཨ་ནི་ཁོ་ལ་ཡོད Dialysis ནང་བྱ་གི་འདུག་ཡ་ཡ་ཨ་ནི་སྤྱི་ཟླ་བཅུ་པའི་གི་ད་རེས་ཉི་ཤུ་ལ་ཨ་ནི་ཁོ Test གྱི Stable བྱ་གི་འདུག་ཡང་ཡོད Test གྱི་དྲ་ངན་འགྲོ་བྱེད་དུ་ར་ཡ། ཡིན་ན་ཡང་ཨ་ནི་གྲོགས་གྲོགས་དེ་ཚོའི་ཁ་ལེགས་དུ་ལ་ན་མི་འདེད་ད་འདི་ཡོད་ཨ་ནི་དུག་འདྲ་བོ་སྤྲད་རྒྱུ་རང་རེད་ཤག་ལེགས་དུ་ཡོད་དེ་འདྲ་བྱེད་དུས་ཨ་ནི་པུ་ལིས་ཡང་ལེགས་དུ་ཡོད་པུ་ལིས་ཀྱིས་ཨ་ནི་ཨམ་ཇི་ཁོང་ཚོ་ལ་མི་འདེད་ཆོག་མཆན་ཞུས་ནི། ཨ་ནི་མེ་ཇི་སི་ཏྲེད་མདུན་ལ་ཁོང་ཚོས་ཀྱིས་ཨ་ནི་ཁོ་བ་ཀྱི Statement གང་ཟག Record བྱེད་དུ་ཡོད། ཨ་ནི་ཁོ་ཡིས་ད་རང་ལེགས་དུ་ཡོད་ཡ་ཨ་ནི་ང་ང་རང་གི་ཡང་ད Girl Friend དེ་ཨ་ནི་ཇི་འདྲ་ཆུ་བེད་ཀྱི་ད་ཡི་བཅུ་བཞི་ཉིས་སྟོང་ཉི་ཤུ་རྩང་གཉིས་ལ་ཐུག་ཡིན་ལེགས་དུ་ར་ཨ་ནི་དེ་ཡི་གཞུག་ལ་ངའི་གཟུགས་པོ་དེ་ཨ་ནི་ཁ་ལེགས་ཀྱི་ལན་འདྲ་ཆགས་སོ་ལེགས་དུ་མི་འདེད་སྐྱུག་པ་སྐྱུག་དེ་འདྲ་བྱེད་སོ་ལེགས་དུ་ར།

ང་ཚོ་གིས་མི་དེ་ག་ཅིག་དེ Statement གང་ས Record བྱས་ཡོད་ཅེས་བྱ་བ་ནི་འདི་འདྲ་རེད་ལ་སོ། དེ་འདྲ་བྱེད་དུ་ལྟ་གོ་ཡོད་ཕྱི་ཟླ་བཅུ་པའི་ཟླ་རེའི་ཉི་ཤུ་རྩ་གཉིས་ཀྱི་དགོང་དག་ཆུ་ཚོད་ལྔ་བ་ཡོལ་ནས་སྐར་མ་བཞི་བཅུ་ལ། ཁོ་གི་ཁོ་ར་པ་ལ་ཉམས་རྟོགས་སྐད་ཆ་བཤད་དུ་ཡོད་ཡམ ICU ནང་ལ་ཡོད། ཁོ་གི་ལག་ད་ད་ཕལ་ཆེན་ད་ཁོ་ད་མི་དེ་ལག་ཡོད་དུ་ར་ཉིང་ཅ་ང་ད་གསོན་པོ་དེ་གི་མ་རེད་བསམ་གི་འདུག་ལག་ཏུ་ཁོ་གི་ལག་ད་ཉིང་ཅ་ངེས་ཀྱི་ཡོད་ད་གཅིག་ནོར་བ་རུ་ཟ་ནི་ག་ལ་ད་དེ་འདྲ་དེ་འདྲ་བྱུང་ཡིན་གྱི་རེད་ལག་ཏུ་ར་ཡ། ད་དེ་སྒྲུབ་འདི་དངོས་གནས་ག་འདྲ་ལ་ན་མི་ད་ད་བུ་དང་བུ་མོ་དེ་ཨ་ནི་ཁོ་རང་གཉིས་དང་པོ་དང་པོ་གའུ་ཆ་ཟ་ཡ་ཇི་ད་བཅུ་པའི་གི་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ནང་ལ་ཁོ་རང་གཉིས་དང་པོ་ཐུབ་པའི་སྐབས་ལ་ད་ཁོ་རང་གཉིས་གའུ་ཆ་དེའི་སྐབས་ལ་ད་ཁོ་རང་གཉིས་འདི་ཁམས་ཀྱི་མི་འདུག་ཨ་ནི Serious འདྲ་བོ་རེད་མི་འདག་ཡ། འོ་འདི་དུས་སྐབས་ལ་ད་མི་འདུག་ཨ་ནི་མོ་ཡ Graduation བྱེད་འདུག་ཨ་ཡ། ཨ་ནི་དེ་འདྲ་བྱེད་དུས་སྐབས་ལ་ཨ་ནི་མོ་མོ་རང་ནང་མི་དེ་ཚོའི་གི་ཡོ་ཨ་ཡ། ཨ་ནི་མོ་ལ་མི་ད་ད་ཁྱོ་ག་ཚས་མགོ་བཙུགས་འདུག་ཡ་ཡིན་ན་མོའི་ཧ་གོ་གོ་མ་རེད་ཀི་ཁོ་རང་ཚོ་ནང་མི་དེ་ཚོས་ཡ་མོ་ལ་ཁྱོ་ག་བྱེད་ཡ་མོ་ཧ་གོ་མི་འདུག་ཡ། དེ་འདྲ་བྱེད་དུས་སྐབས་ལ་ཨ་ནི་ནང་མི་དེ་ཚོས་ཀི་ཁྱོ་ག་མི་འདེད་ཨ་ནི Indian Army Officer གཅིག་ཨ་ནི་ཁྱོ་ག་ཚས་ཡོད་འདུག་ཡ་ཡ་མི་ཚང་ཡག་པོ་ཞིག་ཚས་ཡོད་འདུག་ཡ། ཨ་ནི་ཧ་ད་ཁྱོ་ག་གསར་བ་དེ་ག་བ་ལ་འདེད་འདུག་ལ་ན་ཀ་ནེ་ཀུ་མ་རི་ལ་འདེད་ཡོད་འདུག་ར་ཡ་དེ་འདྲ་བྱེད་དུས་ཨ་ནི་ཁོ་ཚོ་ནང་མི་ཚང་མ་མི་འདེད་ཨ་ནི།

ནང་མི་ཡི་ཧ་མ་གོ་ནི་ཡོད། ཆང་ས་རྒྱལ་བའི་བཞུགས་ལ་ཨ་ནི། ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བདུན་པའི་ད་རེས་ཅོག་གསུམ་ལ་ཁ་གཅིག་ཏུ་ལ་ན། ཁོ་ཚོའི་གི་ཧོ་ཏེལ། སྦུག་བྱིས་དུ་རུམ་ཡོད། ཨ་ནི་དེའི་བཞུགས་ལ་ཁོ་ཚོའི་གི། ཨ་ནི་སྤྱི་ཟླ་བརྒྱད་པའི་ད་རེས་བཅོ་བརྒྱད་ལ་ཡ་ཁོ་ཚོ་ཡོད། ཨ་ནི་དེའི་ཧོ་ཏེལ་དེ་ལ་ཡ་ཏཱིམ་སི་བན་རུ་བྱིས་དུ་ར་ཡ། ཨ་ནི་དེའི་བཞུགས་ལ་སྤྱི་ཟླ་བཅུ་བའི་གི་ད་རེས་བཅུ་བཞི་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཨ་ནི་མོ་ཡ་ཁོ་ནང་ལ་སྐད་བཏང་གི་དོ་ཡ། ཨ་ནི་དེའི་བཞུགས་ལ་མི་དེ་ཨ་ནི་ཁོ་དེའི Ayurvedic Drink འགྲོ་དེ་བཏུང་ཟ་དང་གི་མོ་ཡི་ནང་ལ་ཟོས་ནི་བཞག་བཞག་དོ་ཨ་ངས་ནི་ཨོ་ར་ནི་ཡོད། ངོ་དེ་བཏུང་བའི་ཞུ་གུ་ལ་ཁོ་ཡོ་ཡ་རྒྱུག་པ་རྒྱུ་བའི་འགོ་བཙུགས་དེ་འདྲའི་ན་བྱེད་བཟོ་ཡ་དེ་འདྲ་བྱེད་དུས་ཁོ་ཡོ་ཡ་ཉིས་སྟོང་ཉི་ཤུ་རྩང་གཉིས་ཀྱི་སྤྱི་ཟླ་བཅུ་བའི་ཟླ་རེ་ཉི་ཤུ་རྩེ་ལྔ་ལ་བུ་དེ་ཉིང་ཅའི་ཆུ་ཚོད་ལྔ་བ་ཡོལ་ནས་སྐར་མ་ལྔ་བཅུ་ངེ་ལྔ་ལ་གྲོང་ཁུག་ཏུ་ཡོ་ཡ་འོ་དེ་འདྲ་བྱེད་དུ་ལྟ་ཁོ་ཡོ་ཡ་ཉི་མ་བཅུ་གཅིག་རེ་ང་ཉང་འདིར་འདོགས་དེ་འདྲ་བྱེད་དུ་ཉི་མ་བཅུ་གཅིག་རེ་ང་ཁོ་ཡོ་ཡ་ཁ་ལ་ཟ་ཡ་མ་རེད་མིག་པ་ལ་ཆུ་ཐིགས་པ་བཅས་བཏུང་མི་འདུག་ར་ཡ་དེ་འདྲ་བྱེད་དུ་ནང་མི་དེ་ཚོ་ལེའུ་དུ་ཡོ་ཡ་ང་ཚོ་སྤྱི་བཏང་ནས་དང་པོ་ངན་དོག་པ་སཱས་ལེགས་འདུག་ཁོ་ལ་མི་དེ་ཁ་ལ་ནོར་བ་འགྲོ་གཅིག་སྤྲད་རེད་བསམ་ནས་མི་དེ་དོག་པ་སཱས་སུ་ལེགས་འདུག་ར་ཡ་དེ་འདྲ་བྱེད་དུས་སྐབས་ལ་མི་དེ་ཁོ་ཚོ་ཡི་ནང་མི་དེ་ཚོ་ཡོ་ད་དྲན་པ་སུའི་དབུ་དུ་ཡོ། ཨ་ནི་ནང་མི་དེ་ཚོའི་ལག་ཏུ་རག་ཡ། ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བརྒྱད་བའི་སྟ་རེ་ཉི་ཤུ་རྩ་གཉིས་ལ་ལེགས་དུ་རག་ཡང་ཁོ་ཐེ་མ་ཅི་ཡང་བདམས་མི་འདེད་གའུ་དེ་ཐུགས་ཁ་འགྲོ་རེ་ལེགས་དུ་ཡ། དེ་ཐུགས་ཁ་འགྲོའི་སྐབས་ལ་ཏག་ཏག་བར་ཁོ་ནང་སླེབས་སྐབས་ལ་ཡང་རྒྱུག་པ་རྒྱུག་དེ་འདྲ་གྱིས་སུ་ལེགས་དུ་རག་ཨན་ཁོ་ལ་སྐད་ཆ་དྲིས་འདུག་སྐབས་ལ་ཨན་བུ་མོ་དེ་ཡིན་མི་འདེད་ཁོ་ལ་མི་འདེད་ང་ཚོ Slice Juice བྱོས་ཡ་ཡང་ཧོང་དེ་སྤྲད་སུ་ལེགས་དུ་ཡ། ཨ་ནི་ཧོ་དེ་བཏུང་འདུག་སྐབས་ལ་མི་འདེད་ཁག་དེ་བྲོ་བ་འདུག་སླེ་སུ་ལེགས་དུ་ལ་མི་འདེད་བུ་དེ་ཡོད། འདི་འདྲའི་བྱེད་དུ་རྗེས་ནས་ཁོ་ཡི་ཁག་ཐེག་འདུག་བསམ་ནས་ཨ་ཁོ་ཡི་མ་དཔོན་ཡིན་ས་དང་ཡང་འདི་འདྲའི་བྱེད་དུ་ཁོ་གཟུགས་པོ་ནང་རྫས་དེ་འགྲོ་ཡོད་མ་ར་མ་འགྲོ་འདུག་སྐབས་ལ་རྗེས་ནས་ཁོ་ཡི་སྨད་དེ་འདྲ་ས་འདུག་སྐབས་ལ་ཁོ་ཡང་ཨོ་ས་དྲག་དང་དེ་འདུག་སྐབས་ལ་ནི་ཨོ་དེ་འདྲའི་བྱེད་དུ་སྐབས་ལ་ནང་མི་དེ་ཚོ་ཡི་ད་ལྟ་བུ་མོ་དེ་ལ་ཡོད་ཨོ་ས་འོར་དང་ཡང་འདི་འདྲའི་བྱེད་དུ་ཨ་ཧ་ད་བུ་དེ་ཡི་ད་ཤེས་དེ་ཡོད Natural death མ་རེད་ལོར་དང་ཨོ་དེ་འདྲའི་བྱེད་དུ་ནང་མི་དེ་ཚོ་ཚང་མ་ཡི་ཡོད་ཨ་ཁོ་རང་ཚོ་ཡི Police station ལ་མི་འདའི Report བྱེད་དུ་ཡོད་དེ Case དེ་ཡོད།

འོ་དེ་ཡང་ནི Ayurvedic Drink རེད་ལེགས་འདུན་ཡོད་དེ་འདྲ་བྱེད་དུ་ཉི་མ་གཅིག་མོ་ཨོ་ཀྲོ་ནང་དུ་སླེ་བའི་སྐབས་ལ་རྒས་མི་འདུག་ཡང་ནི་ཨོ་ཀྲོ་བ་ལ་དེ་ཉི་མ་གཅིག་བདེ་བོ་མེད་བ་དོན་འདྲ་ཆགས་སུ་ལེགས་འདུག་ར། དེ་དུ་སྐབས་ལ་ཡང་མོ་གིས་དག་རང་མི་འདུག Ayurvedic Drink དེ་བཀྲིས་ཡང་ནི་ཨོ་ཀྲོ་བ་ལ་དེ་ནི་དྲགས་སུ་ལེབ་འདེད་ཧོ་དེ་འདྲོ་ལེགས་འདུག་མོ་ཡ། ཨ་ནི་ཡ། མོ་ཡི་ཁ་ལེགས་འདུག་ལ་ན་ཡོ་ཨ་ནི་ཉིས་སྟོང་ཉི་ཤུ་གཙང་གཉིས་ཅི་འདྲ་བཅོས་ད་རི་ཅོག་གསུམ་ལ་ཨ་ནི་ཨ་ད་བུཞ་ད་མོ་དགའ་བོ་ཞིག་མི་འདུག་ཡང་ད་གྲོངས་ས་འོང་དེ་ལེགས་འདུག་ལ་སི་མི་འདེད་མོ་ལ་མི་འདེད་ཐུགས་ཀ་ལི་གི་ཐུགས་ཀ་ལི་གི་ལ་ནི་ཨུ་ཚུགས་རྒྱག་འདུག་ལེགས་འདུག་ལ་སི་ར་དེ་འདྲ་བྱེད་དུ་ཨ་ནི་ཉིས་སྟོང་ཉི་ཤུ་གཙང་གཉིས་ཅི་འདྲ་བཅོས་ད་རི་བཅོ་བཞི་ལ་ཨ་ནི་ཁོ་ནང་ལ་སླེ་རེ་ལེགས་འདུག་མོ་ཅི་ཡོ་དེ་འདྲ་བྱེད་དུ་ཨ་ནི་ཁོ་གིས་མི་འདེད་ད་ད་མོ་ག་ཅིག Engagement ག་ཅིག Album ཡོད་ར་ཡ།

འདི་ཡོང་ཡང་མོ་རང་ཨ་མ་བྱེད་དུ་ལ་མི་བདེ་ལྟུང་བས་མི་བདེ་ཟོས་ནི་ཞག་ཡོད་ལེགས་འདུག་ལ་ཟེར། སྤྱིར་མོ་གསང་སྦྱོར་ནི་མ་མ་དོན་གཅིག་ལེགས་འདུག་སྐབས་ལ་འདི་མི་བདེ་ཡང་ད་བུ་འདི་ཡོད་ག་འུ་འདི་ལྟུང་ཚར་ཞག་ལེགས་འདུག་ལ་སྐོ་ལྟུང་ནི་འགྲོ་ཚར་ཞག་ལེགས་འདུག་ལ་ཟེར། དེ་འདྲ་བྱེད་དུ་ཉི་མ་སང་ཉིན་འདི་ལ་མི་བདེ་མོ་ཧ་གོ་ད་ལྟ་བུ་འདི་ན་ཡང་བ་མི་བདེ། དེ་འདྲ་བྱེད་དུ་མོ་རང་ཡང་སེམས་ཁྲལ་རོ་སྐྱེས་དེ་འདྲ་བྱེད་དུས་སྐབས་ལ་མོ་གིས་ཡང་ཁོ་ལ་ཕོན་འགྲོ་བཏང་བར་ཙེབ་བཏང་ནི་མི་བདེ། ཁོ་ལ་སེམས་གསོ་རོ་བཏང་ས་པོར་འགྲོ་བྱས་བྱས་ད་ཁྱོད་གྲྭ་འགྲོ་གི་རེད་གྲྭ་འགྲོ་གི་རེད་འགྲོ་མི་བདེ་ཧོ་དེ་འགྲོ་ལགས་ཅི་ལྟ་ཡ།

ཁོ་དང་པོ་མངལ་དང་མངལ་དུ་ཡོད་དུས་ནི་རྡེའུ་དང་པོ་ཡོད་ལེགས་འདུག་ར་དེའི་གཞུག་ལ་ནི་མོ་བཙལ་ནས་འཇལ་ནི་ལེགས་འདུག་སྐབས་ལ་ནི་ཁོ་མི་འདོད་ཨ་ནི་རྒྱུག་པ་རྒྱུ་ཡས་དེ་འདྲ་ཆགས་སོགས་ལེགས་འདུག་ར་ཨ་ནི་དང་པོ་མངལ་ལ་ཁོ་རང་ཉིད་མི་འདོད་ད་འོ་དེ་ཉི་མ་དེ་ལ་མོ་ཐུགས་ཁར་འགྲོ་བའི་སྐབས་ལ་མི་འདོད་ཨ་ནི་ཁ་ཅིག་ཏུ་ལ་ས་ན་མོ་ཡོད་ཨ་ཁོ་ལ་ཧྥོན་དཔེ་མང་པོ་བཏང་གི་འདུག་ལེགས་འདུག་ལ་ས་མི་འདོད་དེ་འདྲ་བྱེད་དུ་དཔེ་རྔམ་འདྲ་ཅིག་ནི་ཡོད་ད་མིན་ཁོ་ལ་མགྱོགས་པོ་ཤོག་མགྱོགས་པོ་ཤོག་ལ་ནི་མི་འདོད་དེ་འདྲའི་ཨ་འདྲའི་དཔེ་རྔམ་འདྲ་གཙོ་བོ་ཅིག་ནི་སྐད་བཏང་གི་འདུག་ལེགས་འདུག་ལ་ཧྥོན་ནང་ལ་སྒོ་ནི་སྒོ་ནི་ཧྥོན་བཏང་ཡོད་རེད་ཨ་ཁོ་ལ། ཨ་ནི་དེའི་གཞུག་ལ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བཅུ་བའི་ད་རེས་སུམ་ཅུ་སོ་གཅིག་ལ་ཨ་ནི Police དེ་ཚོ་ཡང་བསྐྱར་ཨ་ནི་བུ་མོ་དེ་ནང་ལ་འདྲུག་དོ་ཡ་ཨ་ནི་མོ་ལ་མི་དེ་དོགས་པ་ཡི་ཐོག་ནི་མོ་ལ Arrest བྱེད་དུ་ཡ་མོ་ལ་གཟིམ་གི་འདུག་ར་ཡ་ཨ་ནི་དེའི་གཞུག་ལ་མི་དེ་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་བཅུ་གཅིག་གི་ད་རེས་གཅིག་ལ་ཨ་ནི་མོ་གི་མི་དེ་ཉི་མ་གཅིག་ད Police Station ཁོ་རང་ལ་དུ་ར་ཡ་ཨ་ནི་མོ་གསང་སྤྱོད་འགྲོ་གི་འདུག་ལགས་ཅིག་དོ་གསང་སྤྱོད་འགྲོ་བའི་སྐབས་ལ་མོ་གི་ཕ་སྐད་ལ་ང་ཚོ་ལའི་རྫོལ་དེ་འདྲ་ཡོད་ཨ་ང་ཚོ་དེའི་གསང་སྤྱོད་གཙང་མ་བཟོས་ཀྱི་འོ་དེ་མོ་གི་ལྟུང་ནི་ག་ལ་མི་དེ་མོ་ར་མོ་ར་ད། ཤེས་ཀྱི་བསམ་བློ་བཏང་གི་འདུག་ཡ་ཡིན་ན་ཡང།

འོ་དེ་འདྲ་རོ་ལ་བྱེད་དུ་ར་ཡ། དེ་འདྲ་བྱེད་དུ་ད་རེས་བཅུ་བཞི་ལ་ཡང་མགོ་ནས་སྐད་གདངས་དེ་འདྲ་བྱེད་བརྗོད་ཡ་དག་ར་བྱེད་དུ་ར་ཡ། ད་དེ་འདྲ་བྱེད་དུ་སྐབས་ལ་མི་འདོད་ཨ་ནི། ད་ལྟ་བུ་དེ་གི་མི་དེ་ཕོན་དེ་མི་དེ་གང་ཟག་ཅེག་བྱེད་དུ་ད་པུ་ལིས་གི་ཡོ། དེ་འདྲ་ཅེག་བྱེད་དུ་སྐབས་ལ་ཨ་ནི་ཁོ་གི་ཕོན་ནང་ལ་གར་རྙེད་དུ་ལ་ན་ད་ཁོ་རང་གཉིས་མི་དེ་ཆ་ལ་བསྡད་རྒྱོ་དེ་འདྲ་ག་བྱེད་མི་དེ་དེ་ནང་ལ་བིར་ཡོ་དེ་འདྲ་མང་པོ་དཔེ་བཟོས་ཡོ་ས་ད་བརྙན་ཐུང་དེ་འདྲ་ཡོ།

འོ་དེ་འདྲའི་བྱེད་དུ་སྐབས་ལ་དེ་དུ་ཡང་ཁོ་ཉི་མ་ལས་སྐྱུག་པ་རྒྱུ་ནི་ཨ་ནི་ཡིན་ན་ཡང་ཁོ་འདི་ད་རྒྱུ་སྟེ་ལྟུང་བའི་མ་ར་དེ་འདྲའི་བྱེད་དུ་ཁོ་སྨྲས་ས་དུ་སྐབས་ལ་ཨ་ནི་འདི་དྲག་ཏུ་ཨ་ཡ། དེ་འདྲའི་བྱེད་དུ་ཡོད་ཨ་ནི་ཁོ་རང་ཉིད་ཡོད་ནང་མི་ཧ་མ་ཁོ་ནི་ཆང་ས་ཁུ་སིམ་སིམ་ནི་རྒྱ་བ་འདི་བས་མི་འདས་ཨ་ད་བུ་དེ་གི་ཧྥོན་ནལ་ཚེ་ནི་ག་ལ་ཨ་ནི་པར་ད་དེ་ཚོ་ཚང་མ་མཐོང་ར་ཨ་ནི་ཤི་ནི་ག་ལ་ཧ་གོ་ཤི་ཁོ་རང་ཉིད་ཆང་ས་རྒྱ་ཚ་དུ་ལས་ནི་མི་འདས་ཨ་ནི་ཡོད་ད police གི་ཡོད་མོ་བདུན་ལས་མི་འདས proof དེ་ཚོ་སྒང་རྩ་བཞག་གི་འདུག་ར་ད་བཞག་དུ་སྐབས་ལ་ཨ་ནི་ཐ་མ་ཐག་ཆོད་དེ་ལ་མོ་སྐད་ཆ་ཚང་མ་ལ་གི་འདུག་ཡོད་ཨ་ཡ་མོ་རང་རང་གི་ད་དེ་སེ་ཡིན་ལ་གི་འདུག་མི་འདས་བུ་དེ་ཡོད།

ཏུང་ཏུང་སྐབས་ལ་ནི་ཁོ་གི་མིང་དེ་ཁག་ཏི་འགྲོ་བྲོ་བ་ལས་དོ་ཡ་ཇུས་སུ་འདུས་ཡ་ཡིན་ཡ་ད་མོ་ཡི་ཁ་ལ་ཤི་ལ་ན་ང་རང་གཉིས་འདུར་དགོ་ལ་ཤི་ད་སུ་གྱོ་ང་ཏུང་ཀུ་ལ་ནི་ཡ་ཁོ་ཡི་ཅིག་ཏུང་ཀ་ཅིག་ད་ཏུང་ཏུང་སྐབས་ལ་ཁག་ཏི་བྲོ་བ་འགྲོ་ལས་དོ་དེ་འདྲ་ཤི་ད་ཁོ་གི་ཇུས་སུ་དེ་མ་པོས་ཤི་དོ་ཡ་ཡ་ཨ་ཁོ་ཡི་ཁར་ཙམ་ཤི་ད་ན་ད་དེ Expiry Date གི་ཨ་ཇུས་དེ་ཁག་ཏི་བྲོ་བ་འགྲོ་ལས་དེ་ས་མེད་ཇོ་འོ་དེ་ཉི་མ་དེ་ལ་ཁོ་ཏག་ཏག་ཁོ་ར་ནང་ལས་འདུག་སྐབས་ལ་ནི་ཁོ་སྐྱུག་པ་རུ་སྐྱུག་དེ་འདྲ་རུ་བྱིས་དུས་ལ་ས་ཨ་ནི་ཡ་མོ་གི་མི་དེ་ཁོ་འགྲམ་ལ་འགྲོ་དགོས་ཡ་རྒྱུ་མཚན་ཁ་ལ་ན་མི་དེ་ཁོ་ལ་དགའ་དོ་གོ་བྱིས་གོ་ཡ་རྒྱུ་མཚན་ཁ་ལ་ན་ད་ཁོ་ཡི་ལམ་ཀ་ནི་ད་གཙང་མ་བཟོས་གོ་བསམ་གོ་རུ་དོ་ཡ་ཁ་ལ་ན་མོ་ར་ཆང་ས་སྙི་བ་རྒྱ་ཡ་གི་འདོད་པ་དོ་ཡ་ཞེན་པ་མི་དེ་མཉམ་དུ་ཡོ། ཧོང་དེའི་མི་དེ་ཁོ་འགྲམ་འགྲམ་འགྲོའི་བྱོས་ཁོ་ལ་དགའ་དོག་རོ་བྱེད་དེ་བྱོས་ཧོ་དེ་རེ་བྱེད་དུས་སྐབས་ལ་དེ་བཞུགས་ལ་ཁོ་བོ་ཀྱི་གང་ཟ Trust གང་ཟ་རྒན་བྱོས་བསམ་ཡོད་ཅག་རྒན་བྱེད་ལ་ཕ་ཆོས་དེ་ཡི་བད་མོ་ལ་ཡིག་ཆས་བློས་འགེལ་བྱེད་ཀྱི་ར་ཡ་ཡིན་ད་མོ་ཡི་འདི་ཚང་མ་གར་ལ་ན་མི་དེ་བརྩེ་བ་རྫུན་མར་ཞུས་ཨ་འདི་ཚང་མ་མི་དེ་ད་ག Acting བྱེད་བྱོས་ད་དེ་འདྲ་བྱེད་དུ་ཡོད་ད་མོ་ཅག་འདི Uncle གྱི་བད་མོ་ལ་ཡོད་ཨ་ཁུ་འདུག་ཨ་ཁུ་དེ་མི་དེ་ནམ་གྱི་འདུག་ཡོད་ད་ཁོ་རང་ཞིང་ཁ་ལས་ཀ་རོ་བྱེད་དོག་ཡ་ཞིང་ཁ་ལས་ཀ་བྱེད་དུས་ད་ཞིང་ཁ་ལས་ཀ་བྱས་ན་ཁོ་རང་ཚོ་ད་ནང་ལ་ད Chemical དེ་འདྲ་མང་པོ་རོ་ད་ཞིང་ཁ་ལ་ལྟོ་རེ་ག་བྱོས་དེ་འདྲ་བྱས་ཏེ་མོ་ཡི་ཁ་གཅིག་ཏུ་བསླད་ན Chemical དེ་མཐོང་ཁུག་དང་ནང་ལ་ཡོད་ཨང་མོ་ཡི་ཁ་གཅིག་ཏུ་བསླད་ན་ནི་ཕྱི་ཟླ་བཅུ་བའི་གི་ད་རེས་ཅོག་གསུམ་ལ་ཡོད་ཨང་ཁོ་ལ་ཨུ་ཚུགས་རྒྱག་ནི་ཁོ་རང་མི་ད་ནང་ལ་ཤོད་ནང་ལ་ཤོད་ལ་ནི་ད Message སྤེལ་མོ་བཏང་ཡས་བྱུང་ཡ་དེ་འདྲ་བྱེད་དུས་སྐབས་ལ་ནི་འོ་འདི་གི Police གི་ཡང་ད་མོ་ལ་ཡ་ལ་གཅིག་ཁ་གཅིག་ཏུ་བསླད་ན་ཨ་ནི་ཡ་མོ་ཡ་ད་ཁོ་ལ་ཡ་ཟིན་པ་ད་གཅིག་པ་རེད་ལ་ཡོད་དེ་འདྲ་བྱེད་དུས་ད་མོ་ཡ་ཕྱི་ཟླ་བཅུ་བའི་གི་ད་རེས་བཅུ་བཞི་ལ

ཡང་དག་མེད་དང་གྲྭ་པ་དང་མང་པོ་བརྗོད་ར་དེ་ཚོ་ཚང་མ་ཡོད་ཨ་ནི་ཁོང་ཚོས་ཀྱི་མེད་བ་བཟོས་ཡ་གི་ཐབས་ཤེས་སྟངས་ནི་ཨ་ནི་འབོ་དྲོལ་དེ་ཚད་ནི་ག་ལ་ཁོང་ཚོས་ཀྱི་མི་དེ་ས་བ་ལ་བིས་དོ་ཡ་ད་ཡ་མོ་གི་དེ་ཚང་མ་ཁ་ཅིག་འཇིར་ལ་ན་མི་དེ་ད་མོ་ཡོད་ཨ་ད་མོ་རང་གི་ནང་མི་གི་ཨ་ད་ཁྱོ་ག་ཨ་ད Indian army officer གྱི་ཚད་ཡོད་ར་ད་འོ་དེ་མཉམ་དུ་ཆང་ས་གི་ཨ་ནི settle བྱ་ཡ་གི་འདོད་པ་དོ་ཡ་ཨ་དེ་དང་མཉམ་དུ་ལ་ཨ་ནི་ཁོ་གི་ག་ལ་བར་ད་མོ་གཡུག་གུ་མི་འདོ་ཡ་དེ་འདྲས་བྱེད་དུ་ཨ་ནི་མོ་གི་ད་ཁོ་ལམ་ཀ་ནི་གཙང་མ་བཟོས་འོ་བསམ་ནི་ག་ལ་ཨ་ནི་དེ་འདྲས་བྱེད་ནི་ད་མོ་གི་ཐབས་ཤེས་ཅིག་ད་བཟས་ཡ་གི་ཡོ་ཨ་ནི་ཅི་ག་ལ་མོ་གི་ཁ་ཅིག་ནི་བཟས་ཐབས་ཤེས་བྱེད་དུ་ལ་ན་ཁོ་ལ་ཡོ་ཁ་ཅིག་ལ་ན་ད་ཁོ་གི་འགྲམ་ལ་ད་ཁོ་རང་ཉིད་དང་མཉམ་དུ་བསྡད་པའི་ཁ་ཅིག་བི་དྲེའོ་དེ་འདྲ་མང་པོ་ད་ཁོ་འགྲམ་ལ་ཡོད་ད་མོ་སེམས་པ་ལ་གལ་སྲིད་ངེད་ཀྱི་མེད་ལ་ན་ཁོ་གི་དེ་བི་དྲེའོ་དེ་མི་དེ་འཛམ་གླིང་ལ་ཤེར་བྱེད་ཀྱི་རེད་བསམ་ནི་ག་ལ་མི་དེ་མོ་རང་གི་དོགས་པ་གི་ཡོད་དེ་འདྲ་བྱས་ནི་མོ་གི་ཨ་ནི་ཁོ་ལ་ཟས་ཀྱི་ཐབས་ཤིག་པོ་ར་བྱིས་དོ་ཡ་དེ་འདྲ་བྱེད་དུ་ཨ་ནི་ད་ད་རྗེས་ནི Police གི་མི་དེ་རྗེས་ནི་ཨ་ད་ཁོ་གི Phone ན་འཚེ་བའི་སྐབས་ལ་མི་དེ་ཁོ་རང་ཉིད་བཅའ་དྲིང་བྱེད་དགོས་ད་དེ་འདྲ་མང་པོ་ར WhatsApp ན་ཁོ་གི་ཡོད་མོ་ལ Blackmail དེ་འདྲ་ཡོད་ཅེས་བྱིས་མི་འདུག་ལག་འདུག་ལ་སུ་ཡོད་ཡ།

ཨཱ་ནི་དེའི་གཞུག་ལ་མི་ད་ཉིས་སྟོང་ཉི་ཤུ་རྩེ་ལྔ་ཅི་འདྲ་དང་པོ་ད་རེས་ཉི་ཤུ་ལ་ཨཱ་ནི་བུ་མོ་འདི་ལ་ད་མོ་མི་འདེད་ད་ཤའི་རང་རེད་ལས་ནི་ཕ་ག་ནི་ངེ་བ་འདི་ར་ཤ་ཡོ་ཡ་གང་ཡིན་ཟེར་ན་ཨཱ་ནི་མོ་ཡི་ད་དེ་འདྲ་ནུས་འབྲུ་ཆེན་པོ་བྱི་ར་ཡ་ཕ་ཆོ་དེ་ལ་མི་ལ་ད། འུ་ཟུག་ག་ནི་སྐད་ད་ཡ་ཅིག་བྱེད། ཕ་ཆོ་མི་དེ་ལ་ཟེར་ར་ཡ། འོ་དེ་གི་མོ་ལ་ད་ངེ་བ་འདི་ར་གི་འདུག་ར་ཨཱ་ནི་ཡིན་ན་ཡང་མོ་གི་ཡ་ག་རི་ཨ་བིལ་བྱི་དུ་ལ་ན་ཡ་རེ་བ་གར་གེག་དུ་ལ་ན་ཨཱ་ནི་ང་ནང་ལ་ང་ད་བུ་མོ་ང་ར་གཅིག་པུ་ཡིན་ལ་གི་འདུག་ར་ཡ་དེ་འདྲ་བྱི་དུ་སྐབས་ལ་ཨཱ་ནི་འདི་ག་ལ་ང་ད་སློབ་སྦྱོང་ཡག་པོ་སྤེལ་ཡོད་གང་བྱེད་དུ་ནི་མི་ད་སློབ་སྦྱོང་དེ་ཚོ་སྤེལ་ཡག་པོ་ཡོད་ལ་གི་འདུག་ར་ཡ། དེ་དང་མཉམ་དུ་ལ་ང་ལ་མི་དེ་ད་ཡར་གའི་རྟ་ཡན་གྱི་མི་དེ་དུས་ཚོད་ཅིག་སྤྲེལ་རོ་བྱིས་ལ་ནི་མི་དེ་ཡར་གའི་རྟ་ཡན་གྱི་ཅང་ཞེས་སྤྲེལ་རོ་བྱིས་ལེགས་འདུག་ར། དེ་འདྲ་བྱེད་དུ་ཨ་ནི་ཀོར་གྱི་ཁ་ལེགས་འདུག་ལ་ན་ཁྱོད་རང་གི་ཡང་ད་བུ་དེ་ག་ཅིག་མི་དེ་ཨ་ནི Trust དེ Break བྱེད་རེ་ལེགས་འདུག་ཡ། ཕ་ཆོ་དེ་ཡིག་ཆད་དེ་ཁྱོད་རང་གི་ད་མེ་བ་བཟོས་རེ་ལེགས་འདུག་ར་ཡ། འོ་དེ་འདྲ་བྱེད་དུ་ཨ་ནི་དེ་དང་མཉམ་དུ་ཁྱོད་རང་གིས་སི་ཁོ་མཉམ་དུ་དེའི་འདོད་པ་མེད་ན་ཁྱོད་རང་ཁོ་ལ་གཡུག་ན་ཡང་འགྲིག་གོ་ལེགས་འདུག་ཡིན་ན་ཁྱོད་རང་གིས་ཨ་ནི་སྲིད་ཇུས་ངན་པ་དེ་འདྲ་བཏིང་ནས་ག་ལ་ནི་ག་ད་ཁོ་ནག་ཚལ་རེ་བསད་རེ་ལེགས་འདུག་ར་དེ་འདྲ་བྱེད་དུ་ཁྱོད་རང་ལ་སྙིང་རྗེ་ཡང་ག་རེ་གང་མེད་ལེགས་འདུག་ར། ཐ་མ་ཐག་ཆོ་དེ་ལ་ཁྱོད་རང་ཉེ་བ་ག་རེ་ཡིན་ལ་ན་ཁྱོད་རང་ཤེས་རང་གི་ཉེ་བ་ཡིན་ལེགས་འདུག་ར་ཡ། དེ་འདྲ་བྱེད་དུས་སྐབས་ལ་ཧ་ད་བུ་དུ་སྐལ་ལ་ནང་ལ་མི་དེ་ཧ་ད་བུ་མོ་ལ་ཨ་ནི་ལོ་ཉི་ཤུ་རྩ་གསུམ་རྩ་བཞི་ལ་ཧ་ད་ཉེ་བ་ཤེས་ཀྱི་ཉེ་བ་དེ་འདྲ་ཡོད་ཐེངས་མ་ཐང་པོ་དེ་འདྲའི་སྟངས་རེད་ལེགས་འདུག་ལ་སི་ར་ཡ། འོ་དེ་འདྲ་རེད་རྣམ་པ་ཚོ་ད་རིང་གི་བརྙན་ཐུང་འོ་དེ་འདྲ་རེད་ཨ་ནི་ཚང་མ་ལོ་ལ་དེ་ནི་ཨ་ནི Lesson གལ་ཆེན་པོ་དེ་འདྲ་གླེང་ཡ་རང་རེད་བསམ་གྱི་འདུག་ཚང་མ་ལོ་ཨ་ནི་ད་རིང་ཁ་ཚ་འཛམ་གླིང་ནང་ལ་སུ་གང་ལ་ཡིག་ཆད་མི་འདུག་ཨ་ནི་ཚང་མ་ལོ་ག་བ་ལ་ཞུ་གི་ཡོད་ན་ཚང་མ་ལོ་ལྕགས་པོ་གནང་རོགས་གནང་གུ་སུ་ལ་ཐུགས་ཆ་གནང་དགོས་ཨ་ནི་ཚང་མ་ལོ་རྗེས་མའི་བརྙན་ཐུང་ནང་རྗེས་ཡོང་ཨ་ནི་བརྙན་ཐུང་གསལ་བ་ལ་སྙིང་ཐག་པ་ནས་ཐུགས་ཆ་གནང་ཚང་མ་ལོ Love you all my YouTube family།